ད་དེ་འདྲ་དེ་རིང་འདི་ལ་ཨིན་ཇིའི་སྐད་ཞུས་པ་ཡིན་ན། Tinnitus། ཨོ། ད་འདི་ཨམ་ཅོག་གི་དཀའ་ངལ་ཅིག་གི་མིང་རེད Tinnitus ལེགས་འདུག་ཨ། ང་རང་ཚོ་བོད་པས་ཞུས་པ་ཡིན་ན། ཅིག་སྣ་ཁུང་ཨམ་ཅོག་ནང་ལོགས་ལ་འདྲ་སྣ་འདྲ། ད་ཅིག་འདྲ་མི་འདྲ་ཡོང་ཡག་གི་དཀའ་ངལ་ཅིག་རེད། ད་འདི་ང་ལ་དྲ་གྲོགས་མང་པོ་ཅིག་གི་ཟུར་དུ། ད་ག་སེ་སྔོན་མ་ནས་གསུངས་བསྡད་ཀྱི་འདུག་དེ་པ་རུ་འདི་ལ་ཨིན་ལིས་དོལ་ཚོད་མ་ཐོན་བྱས་བཟོ་ཐུབ་མ་སོང། ཨེ་ནི་ད་འདི་གཙོ་བོ། ད་ལྟ་ཅིག་དྲ་གྲོགས་འབོད་སྐུལ་ཞུ་འདུག་ངས་དེ་དག་དང། འོན་ནི་ད་ག་ནང་བཞིན་གྱི་འདི་འདྲའི་གི་དཀའ་ངལ་གི་བར་ལ་ཚུད་དེ་ངས་དེ་ནང་བཞིན་ཅིག་མ་འོངས་པའི་ང་རང་ཚོ་དེ་འདྲའི་གང་ལ་དོ་སྣང་ཡོད་ངེས་དང། འོན་ནི་ཅིག་སྨན་པ་ལས་དང་པོ་བ་ཚོ་ལ་ངས་མིག་ནས་ཞུས་བསྡད་གི་ཡོད་ར། དེ་འདྲ་སོང་ད་ལྟ་འདི་ང་རང་གི་ཉམས་མྱོང་གི་གང་ལ་ཞུས་པ་ཡིན་ན་བོད་སྨན་གི་འདི་ལ་བརྒྱ་ཆ་དགུ་བཅུ་གོ་ལྔ་གོ་དྲུག་ཅིག་ཕན་གི་འདུག་ཕྱི་ལུགས་གི་སྨན་གི་ཕལ་ཆེར་བརྒྱ་ཆ་དཔེ་ཉུང་ཉུང་ཅིག་རེད་ཤག། དེ་ཡང་ཨེན་ཅིབ་ན་ཙམ་ངོས་འཛིན་མ་ཐུབ་ཕྱིན་དཀའ་ངལ་འཕྲད་པ་འདི་འདྲས་མང་པོ་ཕྱི་མ་ཙམ་ལ་སླེབས་མྱོང་ཡོད་རུང་བ། དེ་སོང་ཙང་ད་ང་ཚོས་གལ་ཆེ་ཤོས་ཀྱི་ངས་ག་རེ་ཞུ་གི་ཡོད་ལབ་པ་ཡིན་ན། གཅིག་ན་ཙ་ལ་ང་ཚོས་ན་ཙ་ག་འདྲས་བཅིངས་པ་ཡིན་ནས་ཨེ་ནི་གཅིག་དུས་ཐོག་སྨན་བཅོས་བྱེད་དགོས་ཡ་དེ་ཧང་སང་ཡག་གི་གལ་ཆེན་པོ་ཅིག་རེད། ན་ཙ་མང་པོ་གཅིག་ལ་ང་ཙ་ལ་སླེབས་དེ་ངས་ནད་པ་མང་པོ་གཅིག་ག་རེ་རེད་དེ་ཨེ་ནི་གཅིག་ན་ཙ་གསར་དུས་ཨེ་ནི་ཁོ་ལ་དཀའ་ངལ་ཞེ་དྲག་མི་དུས་ད་ནས་ཁོ་ལ་སྣང་ཆུང་ཤོར་ནས

ད་རེ་ད་རེ་སུ་ག་གིར་མ་ག་ཤེས། ཨེ་འདི་མ་འོངས་པར་ཁྱེད་རང་ལ་དཀའ་ངལ་འཕྲད་ཀྱི་མ་རེད་ཁེབས་སང་འདི་ཡོད་རེད་དེ་འདྲ་སོང་ཙང་ཨེ་ནི། ཡིན་གྱི་མིན་གྱི་དེ་ཐུགས་ལ་བཞག་རོགས་གནང་ཨེ་ད་ག་ན་བཞིན་དེ་རིང་གི་ད་ཅིག་བརྗོད་གཞི་འདི་གལ་ཆེན་པོ་ཆགས་བསྡད་ཡོད་དེ་འདྲ་སོང་ཙང་རྣམ་པ་ཚོས་འདི་གང་མང་མང་ཞིག་ལ་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། རྩ་བའི། རྣམ་པ་ཚོ་མང་པོ་ཅིག་གིས་བརྒྱུད་སྐུལ་གནང་གི་འདུག་བརྒྱུད་སྐུལ་གནང་མཁན་ཚོ་ལ་ཐོ་ཇེ་ཆེ་ད་བརྒྱུད་སྐུལ་གནང་ཡ་འདི་གཅིག་ནས་ཨེ་ནི་རྣམ་པ་ཚོས་གཞན་ཕན་གྱི་ཀུན་སློང་ཤུགས་ཆེན་པོ་ཅིག་གནང་ནི་གནང་གི་ཡོད་རེད། གཉིས་ནས་བོད་ཀྱི་གསོ་བ་རིག་པ་ལ་རྒྱབ་སྐྱོར་གནང་གི་ཡོད་རེད་བོད་ཀྱི་གསོ་བ་རིག་པ་འདི་ང་རང་ཚོ་བོད་པ་ནང་ཁུལ་ཡིན་ནའི་རེད་དེ་བོད་སྨན་ལ་དོ་སྣང་ཡོད་པ་འདི་མཇེས་ཀྱི་བློ་ལ་གཅིག་དངོས་གནས་ཀྱི་ཡིད་ཆེས་བློས་མཁས་པ་བྱུང་པ་ཡིན་ན་དེ་ནི་རྒྱལ་ཁབ་གཞན་དང་གཞན་གྱི་མི་རིགས་ནང་ལོག་ལ་ང་ཚོ་སྤེལ་ཐུབ་རེད་འདི་གི་དེ་ནི་ང་ཚོ་བོད་སྨན་འདི་འཛམ་བུ་གླིང་སྟེང་མཇལ་ཁ་ལ་ཡང་བསྐྲུན་ཐུབ་པ་གཅིག་ཐབས་ཤེས་འདི་ནི་གཅིག་ཡོད་རེད་ཞོས་ཡིན་ད་དེ་རིང་གུས་པས་བཤད་བསྡད་ཡ་འདི་ད་ལྟ Trinitros ཡ་འདི་ཨིན་ཇིའི་སྐད་ལ་ང་རང་ཚོ་བོད་པས་ད་གཅིག་གཅིག་ཨ་མཆོག་ནང་ལ་འདྲ་ཡོང་གི་འདུག་སེམས་པ། འོ་ད་འདི་ལ་ཅིག་རིགས་མི་འདྲ་མང་པོ་ཡོད་རེད་ད་ཕྱི་ལུགས་ཀྱི་ཁོ་རང་ཚོ་བདེ་གཤེགས་མི་འདྲ་མང་པོ་བསྐྱར་ཡོང་གི་རེད་བ་འདི་ཁོ་རང་ཚོ་ཁོ་རང་ཚོ་གི་གནས་ཚུལ་གནས་ཚུལ་རེད་ཡིན་ནས་ད་ང་རང་ཚོ་གི་འདིའི་སྒང་ལ་གཙོ་བོ་རྐྱེན་གཉིས་བྱུང་བ་རེད། དགུ་རླུང་འཁྲུགས་པ་དང་ཁེ་རླུང་འཁྲུགས་པ་གཉིས་ཡོད་རེད། ད་ངེད་ཀྱི་ད་ལྟ་བར་དུ་ཉམས་ཞིབ་ཀྱི་བརྒྱུད་རིམ་ནང་ལོགས་ལ་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་དགུ་རླུང་འཁྲུགས་པ་དེ་དཔེ་མི་སྲིད་པའི་ཉུང་ཉུང་རེད། དགུ་རླུང་འཁྲུགས་པ་དེའང་ནི་མང་ཆེས་ཀྱི་བརྡབ་སྐྱོན་ཤུགས་ཆེན་པོ་བྱུང་བ་དང་མགོ་ལ་ཕོག་ཐུག་ཤུགས་ཆེན་པོ་བྱུང་བ་དང་དེ་སྔ་བརྡབ་སྐྱོན་བྱུང་བ

ཡང་ནི་ཚིག་པ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དང་འབྱིང་རྩིས་ཚིག་པ་འདི་ཏེའོ་པར་ཀ་པའི་ཕྲུག་ནི། འོ་འདི་འདྲའི་གི་སྐབས་ལ་ཡང། ཡང་ནི་ཀོ་ལུང་ཕྲུག་ནི་གཡོ་ང་འདི་འདྲའི་ཡོང་གི་རེད། རེད་བ། དེ་ཚོའི་གྲངས་འདི་ཚོ་ཡང་ཕྱི་ལུགས་ཀྱི་ཐ་སྙད་གཞན་དག་ལ་བེད་སྤྱོད་བྱེད་ཀྱི་རེད་ན་ཚ་འདི། རེད་བ། ད་ང་རང་ཚོ་གི་ཁེ་ལུང་ཕྲུག་པ་ཟེར་ཡ་འདི་ཕྱི་ལུགས་ཀྱི་ད་ལྟ་ཁས་ལེན་སྐོར་ལ་ཡོད་མ་རེད། རེད་བ། དགུན་ལུང་འཁྲུགས་པ་ཟེར་ཡ་དང་ཁེང་ལུང་འཁྲུགས་པ་ཟེར་ཡ་ནི་ཕྱི་ལུགས་ཀྱི་ངོས་འཛིན་གང་ལ་ཐུག་གི་ཡོད་མ་རེད། ཨ། ཁེང་ལུང་འཁྲུགས་ཡང་དེ་གཙོ་བོ་ག་རེ་ཡོང་རེད་ད་ང་ཚོ་ཆུང་དུས། ད་ང་ཚོ་མང་ཆེས་དེའི་རིགས་དེ་ལ་བུ་མོ་ལ་ཡོང་གི་འདུག་ཨང་སྐད་རྒྱག་འདི་ག་རེ་ཟེར་ན་ཆུང་དུས་བུ་མོ་ཚོ་གི་ཨེ་ནི་ཅིག། གྲོ་ཁོག་གི་ལྟེ་བ་མ། མ་གི་བང་བར་དུ་མ་ཐོངས་ཤིག་དང་རྒྱབ་ལོགས་ཀྱི་རྐུབ་ཀྱི་ཤུར་དེ་མ་ཐོངས་བར་དུ་དེ་དེ་ནས་ཡར་བསྟོད་ལ་ནུ་མ་གཉིས་མ་ཐོངས་བར་དུ་གོ་དུང་དུད་དུང་མ་སྐྱོམ་ཆེ་ཨི། ཤ་རེ་འགྱེལ་ངོམ་སོ་བྱས་ནས་འོ་ད་ག་ས་ག་ལ་ཁྲོམ་དང་ག་ས་ག་ལ་གྲོ་འཐེག་གི་འདུག་ཨ། འོ་འདི་གི་ཨེ་ནི་བུ་མོ་ཚོ་གི། མཁལ་མ་ལ་ཁྲོ་ལ་འགྲོ་ཡག་དང་མཁལ་མའི་དྲོད་ཉམས་ཡག་དང་བུ་མོ་ཚོ་ལ་གྲང་གཞི་མང་པོ་ཡོང་ཡག་དང་དེ་འདྲའི་དཀའ་ངལ་ཅིག་དེ་ནས་ཡོང་དགོས་དེ་འདྲ་སོང་ན་བུ་མོ་ཚོས་ཆུང་དུས་ནས་ཁྱེད་རང་ཚོར་ལོ་བཅོ་བརྒྱད་བཅུ་དགུ་ནས་ཉི་ཤུ་སུམ་ཅུ་ཚོ་བབ་འདུག་དེ་ཚོ་སྟོན་ཡག་དེའི་རིགས་དེ་མ་བྱས་ན་ཁྱེད་རང་ཚོ་ལ་ཁེ་ཕན་ཡོད་རེད་དང་སྐབས་རེ་སྐབས་རེ་ཆུ་རྒན་ས་དགའ་དེ་འདྲ་ཡིན་ན་གནས་ཚུལ་ཐ་དད་རེད་བ་འོང་དེ་འདྲ་སོང་ཙང་ལྷག་པར་དུ་ཨ་ནི་དགོན་སྡེ་གྲྭ་ཚང་ཁག་ལ་གནས་མཇལ་དང་དགོན་པ་ཁག་ལ་འགྲོ་དུས་བླ་མའི་དགོངས་ཚུལ་འགྲོ་དུས་འོ་ད་འདིར་ཐུགས་ལོ་འདི་ག་ཚོ་ཤ་འདི་ག་ཚོ་སྟོན་འགྲོ་ཡོད་མ་ནི་ཧང་སང་ཡག་གི་ཉེས་པ་ཟ་གི་རེད་དེ་འདྲ་སོང་ཙང་དེ་འདྲའི་རིགས་ཡིན་གཅིག་མིན་གཅིག་ཕ་མ་ཚོས་སློབ་གསོ་སྦྱོང་དགོས་ཡག་དེ་གལ་ཆེན་པོ་རེད་ཕྱི་རྒྱལ་གྱི་ལྟ་བ་དེ་ཕྱི་རྒྱལ་ཁོ་རང་ཚོ་རེད་མ་གཏོགས་ང་ཚོ་མ་རེད་ཕྱི་རྒྱལ་གྱི་དགོན་པ་དང་ཡིག་གཞུང་གི་ལྷ་ཁང་དུ་འགྲོ་དུས་ནས་དུག་ལོག་དེ་འདྲའི་གྱོན་གྲུ་ངའི་རྣམ་པ་དུ་སྡོད་མི་འདུག་ཅིག་སེ་ད་ཕལ་ཆེར་ཡོད་ཀྱི་མ་རེད་བསམ་གྱི་འདུག་རེད་བ། འོ་དེ་ཅིག་ངས་ཞོར་ལ་ཞོར་འཕྲོས་ལབ་པ་ཞུ་འདོད་སོ། ད་ཅིག་ཁྱེད་རླུང་འཁྲུག་པ་འདི་ལ་ཨེ་ནི་ང་རང་ཚོ་གི་བོད་སྨན་གྱི་ཧང་སང་ཡང་ཡག་པོ་ཕན་གྱི་འདུག་ད་ག་ན་ཤི་དགོན་རླུང་འཁྲུག་པ་འདི་ལས་བོད་སྨན་གྱི་ཧང་སང་ཡག་པོ་ཕན་གྱི་འདུག་རེད་བ། ད་འདིའི་རིགས་ལ་རྣམ་པ་ཚོས་ཀྱི་དོ་སྣང་མ་བྱས་པ་ཆད། ཨེ་ནི་ཅིག་ཁྲིད་ལུགས་ཀྱི་མའི་སྒྲ་མི་འདྲ་སྟོན་ན་ཚ་ངོས་འཛིན་མ་གཏོགས་བྱས་ལྟ་ཅིག་ཁྱེད་རང་གཉིས་ཨེར་སྒྲོམ་གཅིག་སྟེ་ཨམ་ཅོག་གི་སྒྲ་འཛིན་གྱི་འཁོར་ལོ་གཅིག་བྱས་ཤག་གཉིས་བྱས་ཤག་གསུམ་བྱས་ཤག་དེ་འདྲའི་གྱིས་རྐྱེན་ཨེ་ནི་སྐབས་རེ་སྐབས་རེ་ཨམ་ཅོག་ནང་ལོག་སྣ་ས་ཡག་དེ་འདྲའི་སྐབས་ལ་གཤག་བཅོས་བྱས་ཨེ་ནི་ཨམ་ཅོག་འཕྲོ་ལངས་འགྲོ་ཡག་དང་འགྱིང་བ་ན་ཡག་དང་དེ་འདྲའི་གྱིས་ཨམ་ཅོག་གི་སྒྲ་ཨེ་ཏེ་མེད་པ་བཟོ་ཡག་འོ་དེ་འདྲའི་གྱིས་གནས་ཚུལ་མང་པོ་ཞིག་སླེབས་ཡོད་ཀྱི་འདུག་དེ་འདྲ་སོང་ཙང་ལམ་སང་ད་རབ་སོང་རབ་ལ་བྱོན་པ་ཨེ་ནི་ཉེ་སྐོར་ལ་བོད་པའི་སྨན་པ་ཡོད་པ་ནི་བོད་པའི་སྨན་པ་རང་ལ་སྟོན་གཏུགས་བྱེད་ཐུབ་ན་ཨེ་ནི། མ་ཕན་པ་ཡིན་ནས་ཕོག་ཐུག་འགྲོ་གི་མ་རེད།

ཕལ་ཆེན་ག་ལ་གང་དག་ཅིག་ཕན་ཐོགས་ཡོང་གི་རེད་པ། འོ་འདིར་འདི་འདྲ་སོང་ཙང་འདི་ཚོའི་རིགས་ལ་ཡིན་གཅིག་མིན་གཅིག་རྣམ་པ་ཚོའི་ཐུགས་ལ་བཞག་དགོས་ཀྱི་འདུག། དེ་ཅིག་ཆུ་འདོད་བྱུང་སོང་ཨེ་ནི་ཞོར་ལ་སྐབས་རེ་སྐབས་རེ་ཨམ་ཅོག་ནང་ལོགས་ལ་སྣའང་སངས་ངེ་དང་ཡ་མ་དང་དེ་འདྲས་ཀྱིས་རྐྱེན་པས་ནི་སྣའང་སངས་དེ་འདྲས་བྱེད་དུས་ན་སྨན་ཁང་ལ་འགྲོ་ཨེ་ནི་གཤགས་བཅོས་བྱས་ཨམ་ཅོག་འཕྲོ་བརླག་འགྲོ་གི་འདུག་ད་དེ་ཚོའི་རིགས་དེ་ཚོ་ལ་ཡང་བོད་མའི་ཆོས་དང་བོད་མའི་གི་ཧང་སང་ཡང་ཕན་གྱི་རེད་པ་ད་ལྟ་བར་དུ་ང་རང་གི་ཉམས་མྱོང་ནང་ལོགས་ལ་དཔེ་དེ་མི་མང་པོ་ཞོ་གཅིག་ལ་ཕན་སོང་དེ་འདྲ་སོང་ཙང་ཨེ་ནི་ངས་ཅིག་རྣམ་པ་ཚོ་ལ་ཕན་ཐོགས་བྱུང་ན་བསམ་པའི་རེ་བ་དང་ཡིད་ཆེས་བྱས་ནས་ཞུས་བསྡད་ཀྱི་ཡོད། ད་ནད་པ་བརྒྱ་ནས་བརྒྱ་ཆ་བརྒྱ་ནས་བརྒྱ་ལ་ཕན་པ་ཟེར་དེ་འདྲ་ཡོང་གི་མ་རེད་ག་རེ་ཟེར་ན་ཨེ་ཅིག་ཁམས་དང་མོན་པ་ཨེ་ནས་ཅིག་དུས་དང་རན་དང་མ་རན་སེ་ཡ་ཅིག་མང་པོ་བྱོས་བ་རེད་འོ་འདི་འདྲ་ཚོ་གང་ལྟར་ཡང་ནད་པ་བརྒྱད་ཆ་དགུ་བཅུ་གོ་ལྔ་དང་གོ་དྲུག་གོ་བདུན་ལ་ཕན་ཐོགས་ཀྱི་འདུག་འདིས་ཕན་པ་འདི་ཧང་སང་གི་ཚད་མཐོ་པོ་རེད་དེ་འདྲ་སོང་ཙང་ཨེ་ན་དེ་རིང་གི་ཨ་ཅིག། ཨིན་ཇིའི་སྐད་དུ་ཞུས་པ་ཡིན་ན་ཁྲེ་ནི་ཁྲོ་སེ་ཡ་འདི། ཨ་ནི། ན་ཚ་འདི་ལ་ཨ་ནི་ངས་དེ་ནི་མ་གང་ཐུབ་ཐུབ་ཞུས་ཡོད། ཨ་ནི་རྣམ་པ་ཚོས་སོ་མའི་དེ་འདྲའི་སྐུ་སྒུག་འདུག་ན་ང་ལ་ཚུགས་ཐད་ཀར་འབྲེལ་བ་གནང་ཞོག་ངས་ག་པང་ཡིན་པ་ཡིན་ནས་བཏང་གི་ཡོད། འོ་དེ་ཅིག་ཞུ་འདོད་བྱུང་སོང། ཨ་ནི་རྣམ་པ་ཚོས་སོ་སོ་སོའི་ནང་ལ་ད། སྣུམ་གྱི།